བུ་མོ་ལོ་སུམ་ཅུ་སོ་བདུན་གྱི་ཡིན་པ་ཅིག་ཁ་སང་ཚགས་པར་ནང་ལ་ངེད་ཅག་དོན་བདེ་བ་ཅིག་ཨ་ནེ་ཡི་མོད་ཀྱི་ཁྱོ་བ་དེ་ལ་ཡ་མོ་རང་གི་ཁྱོ་བ་དེ་ལ་ཡ་དྲི་ཐེ་མ་མང་པོ་བཙུགས་ཤིང། བཙུགས་བའི་རྒྱུ་མཚན་འདི་ཨ་ནེ་ཡི་བུ་མོ་དེ་གི་བུ་མོ་དེ་གི་ཁྱོ་བ་གིས་ཨ་ནེ།

ཁྱོ་བ་དེ་གི་མོ་རང་ཀྱི་མེད་དེ་རེད་ད་ག་རང་མོ་རང་རེད་མོ་རང་སྙེ་མ་སྐམ་པོ་ཡོད་དུ་གང་ལ་ཨན་པར་མང་པོ་ཅིག་འདུ་བ། འདི་འདྲས་སུན་སུར་དང་འདི་འདྲས་ཡོད་ཀྱོ་འདི་ལྟ་བདེ་བའི་སྐབས་ལ་མོས་ཀྱི་ག་རེ་མཐོང་རུ་ལ་ན་ཐོབ་རྒྱ་འོབ་རྒྱ་འོ་ད་མོ་ཁོ་ངས་ཁྱོ་བ་དེ་ད་བུ་མོ་གཞན་པ་འདི་འདྲས་ད་འདི་བྱེད་ཀྱི་འདུག་བསམ་བྱས་འདི་འདྲས་ཀྱི་མགོ་ལོག་རྩེད་བྱས་རྗེས་ལ་ཧ་གོ་རེ་ད་རྗེས་ལ་པར་ལྟ་རྒྱོ་དེ་ཅིག་ལྟ་དུ་གང་ལ་མོ་རང་ཡིན་པ་ཅིག།

ངེད་ཀྱིས་ད་ནང་མི་སྤུག་མང་པོ་འདུག་ཨ་ཁོ་ར་གཉིས་ཀ་ལ་ཡ་གཅིག་ལ་གསུམ་གཅིག་ལ་གཉིས་ལྔ་འདུག་ཨ་ད་མ་འོངས་པ་གི་མདུན་ལམ་ཆེད་དུ་ཨ་ནི་བྱས་ཡིན་འདི་སྐད་ཆ་བཤད་ཡིན་ད་འདི་གང་ལ་རོ་ཨ་ཨ་ནི་དཔེ་ཤ་གང་མང་མང་གྱི་ས་ཆེ་ཨ་ནི་མོ་ཕྱི་རྒྱལ་ལ་བཏང་ཡ་གི་རྩིས་རྒྱལ་དུ་གང་ཡིན་ཟེར་ན་སྤུག་གུ་འདི་ཚོ་ད་མ་འོངས་པ་ཆེད་དུ་ཨ་ནི་ལོ་བཅོ་བརྒྱད་གི་སྔོན་ལ་ཡ་འགྲོ་ཐུབ་པ་ཡིན་ན་ཡག་པོ་རེད་ཟེར་རྒྱུ་རོ་ཨ་འདི་འདྲས་གི་ཆ་ཞིག་ཡིན།

ངེད་ཀྱི་གཉེར་མ་ནི་ལབ་ཡིན། འབུམ་གཅིག་ཐེངས་ཉི་མ་གཅིག་མགོ་འདུག་བ་གླེང་གིན་ལ་ཡིན། ད་ཁོད་ཀྱི་གར་ལ་རེད། ངས་དཔེ་ཤ་འདི་མི་གཞན་པ་གཅིག་ད་ག་འདའ། འཐེན་འགྲོ་འཐེན་འགྲོ་ཤགས་ཅེས་བྱས་ཨ་ནི་ཨེ་ཧྥ་ཨེར་ཕྱི་ཡིན་བེང་ཕྱི་ཡིན། འོ་དེ་འདྲི་དེ་འདྲི་དེ་འདྲི་བྱས་ཡིན་ཟེར་བོར་ད་འདི་ལ་ཡང་འགལ་ཟླ་གཅིག། སཱ་སྤེན་ཞུ་རྒྱུ་ཡོར་ད་འདི་ན་ལ། འོ་དེ་འདྲས་ཅིག་བྱ་ཟེར། ད་དེ་ནས་ནི་ཚེ་ལགས་ཀྱི་གར་ལ་རེ། ཁོ་པད་ཤག་ལ་དགའ་བོ་འདུག། ཨ་ནི། Control། བྱེད་ཀྱི་འདུག་ད། འདི་བཤད་ཀྱི་ཡོད་རེད། ད་ཆོས་བཟང་གི་གར་ལ་གི་ཡོད་རེད། མོ་མོ་རང་མོ་རང་སྡོད་པ་རེད། ང་ང་རང་ང་རང་སྲིད་ཚགས་བྱེད་ཀྱི་ཡོད་མ་གཏོགས་ཅིག་ངའི་མོ་དང་སྤུ་བོ་དང་དེ་ཚོ་སུ་གཅིག་ལ་ངས་སྲིད་ཚགས་བྱེད་མི་ག་རེ་དགོས་ཡོད་ན་བྱེད་ཀྱི་ཡོད། མོ་རང་ལ་ངེད་ཀྱི་བཀའ་བཀྱེ་མོ་རང་ལ་ཡོད་རེད། ག་རེ་ཟ་འཐུང་ཕྱི་ནས་ད་འདོད་མོ་ལ་འགྲེལ་བཟོ་མང་བཏང་གི་ཡོད། དེ་ཤེས་ཀྱི་ཡོད་རེད། ད་འདི་ལ་མཇུག་སྡོམ་ཁྱེད་རང་ཚོ་གིས་མཆན་མང་པོ་བརྒྱབ་དེ་ངེད་འདི་ཚོ་གིས་ཨ་ནི། ད་འདི་ཁྱེད་རང་ཚོ་ག་འདྲས་གཅིག་ལ Justify བྱེད་གལ་ཞུ་ཡ་གྱི་རོ་ཨོ་འདི་ད་སེན་རོ་ནང་ཞུ་ཡ་གྱི། ང་རང་ཚོ་སྤྱི་ཚོགས་ཀྱི་གནས་སྟངས་རོ་དེ་འདྲས་གང་རོགས་ཞིག་ཞུས་ན་བསམ་གང་ཡིན་ཟེར་ན་ད། ཅིག་སྔ་ཕྱི་བར་ལ་ཡང་ད་ང་རང་ཚོའི་གི་སྤྱི་ཚོགས་ཀྱི་དོན་སྣང་ཤུགས་ཆེན་པོ་དེ་ག་བ་ལ་ཡོད་ལ་ན་རྙོག་དྲ་ཨ་ནི་ང་རང་ཚོའི་ནང་ལོགས་ལ་ཡང་ནང་ལ་ཁ་གཏད་ནས་ཡང་ད་འཁྲུག་འཛིང་འོ་དེ་འདྲ་ལ་དོན་སྣང་ཆེ་བྱེད་ད་དེ་ནས་མཆན་སྤྲད་ཉིན་དེ་ཚོ་ཚང་མ།

ད་དེ་ངས་ག་རེ་ལབ་ཡོད་ལབ་ན་སྤྱི་བཏང་གི་ད་རིང། ཨ་ནི་སྦིར་ནི་ཕོ་སར་ཅིག་དང་ཁོ་རང་བཟའ་ཚང་འདུག་ཁ་མཁས་པའི་དེ་གི་ཨ་ནི་གནས་སྟངས་ཞིག་དོད་ཡོད་འདུག་གང་ལ་ད་སྤྱི་ཚོགས་ཀྱི་ནང་ལ་ཨ་ནི་མཆན་རྒྱ་གཉིས་ཀྱི་ད། ད་དྲང་པོ་བཤད་པ་ཡིན་ན་ང་ཚོ་བོད་རིགས་སྤུན་ཟླ་དེ་ཚོ་ནང་པ་ཆོས་ཁས་ལེན་གཉིས་ཀྱི་རོ། དེ་འདྲས་ལ་ཡ་ད་ཨ་ནི་མཆན་སྡུག་ཅག་རྒྱབ་ནི་རོ། བྱས་བ་ཡིན་ན། བུ་མོ་ཆོས་ལ་ཡིན་ན་རེད་བུ་ཆོས་ལ་ཡིན་ན་རེད་གོ་ཚོད་ལ་མ་ཚོད་ལ་ཆེན་སྡུག་ཅག་དེ་འདྲ་བརྒྱབ་ན། མི་ཡི་གི་སེམས་ཀྱི་ནང་ལ་ག་ཚད་ཕོག་གི་རེད་ག་ཚད་གནོད་གི་རེད། འདི་ལ་སྡིག་པ་ཆེ་ཡ་ཡོད་མ་རེད། རོ། ང་ཚོ་གི་སྡོམ་རྒྱ་ཐུ་ཡ་དེ། ཡོད་མ་རེད་མི་གཅིག་གི་སྒྲུམ་བཤད། བྱས་བ་ཡིན་ན་སྡོམ་རྒྱ་མཐོ་ཡས་ཡོད་མ་རེད། མི་གཉིས་ཀྱི་སྦྲུམ་བཤད་ན་ཕ་ཅོག་གི་སྦྲུམ་གྱི་བཤད་སུ་ཅོག་གི་སྦྲུམ་གྱི་བཤད་ནི། ད་འདི་ལ་བདེན་པ་ཟེར་ཡིན་འདི་ག་འདྲེ་གཅིག་ལ་འགྲུབ་དགོས་རེད་ལ་ན། བདེན་པ་འདི་སུ་ལ་ཡོད་རེད་ལ་ན། ད་ལྟ་ཆོས་བཟང Ninety Five ཟེར་ཡིན་འདི་ལ་བདེན་པ་ཅི་ཡོད་རེད། བུ་མོ་འདི་མི་འགར་ཟ་འཚལ་ལ་ཟེར་ཡིན་འདི་གི

དང་པོ། གུ་ཉི་ཐུགས་ཡས་འདི་གི་རོ་མ་ཐུགས་རྙེད་ནས་ཁོ་རང་གཅིག་གིས་གཅིག་ལ་ཡང་ངོ་ཤེས་དང་ཞིབ་འཇུག་ཚད་ལྡན་མེད་པའི་རྐྱེན་གྱིས། འདི་ནད་དང་ཅི་ཆ་ཡ་རོ། དེ་ཡི་གི་རྗེས་ལ་གཉིས་པ་འདི་བསམ་བློ་རྒྱ་ཆེན་པོ་གཉིས་ཀ་ཡི་ངོས་ནས་བཏང་ཡ་འདི། སྤྲད་མ་ཐུབ་ཡའི་རྒྱུ་རྐྱེན་གཅིག་འདི་སྤུ་གུ་གཅིག་ལ་སྤུ་གུ་གསུམ་ཡོད་རེད་གཅིག་ལ་སྤུ་གུ་གཉིས་ཡོད་རེད།

དཔའ་བོ་ཡོད་བ་ཡིན་ན་གཅིག་ལ་ཨ་མ་ཡོད་རེད་རོ། ཡང་གཅིག་ལ་དཔའ་བོ་ཡོད་མ་རེད་གཅིག་ལ་ཨ་མ་ཡོད་མ་རེད་རོ། འོ་དེ་འདྲིས་ཀྱི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་རོ། དེ་འདྲིས་གཉིད་ཐུག་ནས་ད་འདིས་ཀྱི་ནང་ལ་ཡ་ཨ་ནི་ཁོ་རང་ཚོ་གི་འཁོར་བ་ཅིག་གི་ནང་ལ་བསྡད་ཆེས་གནས་སྟངས་ཅིག་རེད། འདི་ང་ཚོས་ཀྱི་འདུག་ཁོ་ཚོ་གཉིས་ཀྱི་སྐད་ཆ་ཏིས་བཤད་རྒྱུ་འདི་ལ་ཡ་ཐག་གཅོད་ཐུ་ཡ་དེ་འདྲིས་ཁོ་ནོན་འགྲུས་རེད་ཁོ་ཁོ་འགྲིག་ཡོད་རེད་ཁོ་འགྲིག་ཡོད་མ་རེད་བཤད་ཐུ་ཡ་ཡོད་མ་རེད། རོ། ད་ང་ཚོ་གི་སྤྱི་ཡོངས་ཀྱི་བསྡོམས་འདི་རྒྱ་ཐུག་རེད། ག་འདྲས་རྒྱ་ཐུག་རེད་ཟེར་བ་ཡིན་ན། མིག་གིས་མ་ད་འདོད་གཏིང་མ་ཟ་བར་འགྲོ་བ་ཡིན་ན། ལོ་རྒྱུས་མ། རོ། ལོ་རྒྱུས་མ་ཁོ་རང་གི་རྒྱབ་ལྗོངས། རྒྱབ་ལྗོངས་ལོ་རྒྱུས་གང་བལྟས་ནས་གཅིག་ཞི་བཞག་དགོས་བར་དང་པོ། དེ་ནས་གཉིས་པ་འདི་ཆང་ས་བརྒྱབ་ཚར་རྗེས་ལ་ནི། དཀའ་ངལ་འདི་ག་ནས་བཙུགས་རེད་རྩ་བ་འདི་རོ་སྤུ་གང་ལེགས་ཀྱི་རེད། གང་ཡིན་ཟེར་ན་སོ་སོ་གི་སྤུ་གུ་གཅིག་བྱས། ཁྱོ་བ་ངོས་ནས་སྤུ་གུ་གཅིག་བྱས་སྐྱེས་མའི་ངོས་ནས་སྤུ་གུ་གཅིག་བྱས་ཡོད་རེད། ད་འདི་ཤིབ་མཉམ་དུ་ཤིབ་པའི་སྐབས་ལ། ཏན་ཏན། ཏེས་ཕ་ཚུས། ཐོས་མཱས་ཡོང་གི་ཡོད་རེད། ང་ཚོ་སྤྱི་ཚོགས་འགྲོ་སྟངས་ཁོ་རང་ནང་རེད། ངེད་ཀྱི་ཤ་ར་གཅིག་པའི་གི་སྤུ་གུ་འདི་ལ་ཏིས་གལ་ཆེ་ཡ་ཆགས་ཀྱི་རེད། མོའི་གི་ཤ་ར་གཅིག་པའི་གི་སྤུ་གུ་འདི་ལ་ཏིས་གལ་ཆེ་ཡ་ཆགས་ཀྱི་རེད། འདི་འདྲའི་གི་སྤོ་རུ་ལ་ནི་སྤུ་གུ་སྤུ་གུ་ནང་ལོགས་ལ་ཡ།

ཁོ་རང་གཉིས་ཀྱི་ནང་མི་གི་ཐོག་ལ་ཡར་གྲུ་རེ་བརྩེ་འདིག་རེད་ནག་པོ་སོད་རེ་བརྩེ་འདིག་རེད། ཨ་ནི་འདི་མཐའ་མ་འདི། ད་འདི། མཐའ་མ་འདི་སུ་ལ་གྱོང་རག་གི་རེད། ཆོས་བཟང་ལ་གྱོང་རག་གི་རེད། ཚེ་ལ་ལ་གྱོང་རག་གི་རེད། ཁོ་རང་གཉིས་ལ་ནག་པོ་ཆགས་གི་རེད། དེ་ལས། ད་ག་རང་གང་ལ་གཞི་བཞག་ནས་རོ། བརྩམས་བཅད་པ་ཡིན་ན། ཡག་ཤོས་རེད། ད་ལྟ་སུ་འདྲ་ཅིག་ཡིན་ན་ག་རེ་མོ་ག་རེ་ཕ་ཆོག་ཚུལ་ཆོག་ཤེས་ཡོད་བ་ཡིན་ན་བརྒྱ་ཆ་བརྒྱ་ནས་བརྒྱ་གཉིས་ཀ་ག་ཅིག་ཁོས་བཤད་རྒྱུ་དེ་བརྒྱ་ཆ་བརྒྱ་ནས་བརྒྱ་བདེན་པ་རེད་བས་ཟེར་ན་ཡོད་མ་རེད། ཕ་ཆོག་ནི་ད་གར་རང་རེད་བདེན་པ་ཡོད་མ་རེད། ཆེད་དུ་ག་ལ། འདི་ལ་ཡ་ཧང་སང་ཧོན་ཐོ་དགོས་ཡ་དེ་འདྲས་གང་ཡང་ཡོད་མ་རེད་རོ། རྣམ་པ་ཚོ་ངོས་ནས་གར་ཆེ་བོར་ལབ་ན་མཆན་དྲང་པོ་རྒྱག་དགོས་རེད་མི་ལ་ཡ། ཨ་ནི། ཨ་ཅིག། ནག་ཉེས་མ་བཙུགས་གཉེན་ལ་རོགས་བསམ་བློ་སོ་སོ་རྒྱ་ཆེན་པོ་མ་བཏང་བས་ན་སོ་སོ་རང་ལ་ཕོ་ཨེ་འདི་ལེགས་ཀིར་དང་ལའི་རྒྱུ་འབྲས་ཀི་ཐོག་ནས་རོ་འདི་ངས་ད་རིང་རྣམ་པ་ཚོ་ལ་ཞུས་ན་བསམ་སོ་རོ་ཏེས་ཅིག་ཏག་ཏག་ཞིག་དེ་མ་སོང་ང་ཚོ་མཆན་རྒྱ་ཉན་ཚང་མས་ཀི་དང་པོ། བུ་མོ་དེ་ལ་རྒྱབ་སྐྱོར་བྱེད། ད་འདི་རྗེས་ལ་ཡང་ཚུར་ཞོགས་ལ་རྒྱབ་སྐྱོར་བྱེད་ཉན་འདྲ་བོ་བྱེད། ཨ་ནི་འདི་གང་ལགས་ད་ང་རང་ཚོ་གི་ཨི་འཇིག་སྐད་དུ་མ་གསུང་ན། ད་འདུས་འདི་གང་ལགས་ཨ་ནི། བློ་ཕམ་པོ་གི་སྐད་ཆ་གང་ལ་བཤད་བྱས་ཨ་ནི་ཅིག Emotional གང་ལ། མ་ང་ཅིག་སུས་གི་བཤད་ཐུབ་བ་ཡིན་ན་གི་རོགས། འདི་ལ་ཡང་མིག་གིས་རྒྱབ་སྐྱོར་ཤུགས་ཆེ་བྱེད་ཀྱི་ཡོད་པ་དེ་ང་ཚོའི་སྤྱི་ཚོགས་ཀྱི་འགྲོ་སྟངས་རེད་དོ་གང་ཡིན་ཟེར་ན་ང་ཚོའི་སྤྱི་ཚོགས་ཀྱི་ནང་ལ་ཆོས་ལ་ཡ་དེ་བྱམས་སྙིང་རྗེ་གང་ལ་བྱམས་སྙིང་རྗེ་དེ་གའི་ངོ་བོ་དང་རྣམ་གཞག་དེ་ཚོ་ཧ་མ་གོ་བའི་གི་རྒྱུ་རྐྱེན་ལ་བརྟེན་ནས་གནས་སྟངས་འདི་གི་ཐོག་ལ་ང་ཚོ་ཨིམོཤིན་ཆགས་ཀྱི་ཡོད་རེད་རོ། ཨིམོཤིན་ཆགས་འདུག་ག་ལ་ཨ་སྙིང་རྗེ་ད་རེད་ཤག་ལབ་བཤད་ཀྱི་ཡོད་རེད།

དེ་འདྲའི་བྱེད་བྱེད་མི་ལ་ག་ཚད་སེམས་ལ་ཡང་རྨ་ཁ་ཟུག་ཡོད་རེད་ན་ཚ་ཟུག་ཡོད་རེད་རོ། དེ་འདྲའི་ཁྱོད་ནི་མ་བཏང་རུ་བྱེད་ཞོན་ར་ངེད་ཀྱི་རེ་སྒུག་ཡིན་ཚང་མ་ལ་ཞིབ་འཇུག་བྱེད་བརྟག་དཔྱད་བྱེད་རོ། ཨ་ནེ་སོ་སོ་གི་དོགས་པ་དེ་སྐད་ཆ་དྲིས་རོགས་མི་ལ་ལམ་སང་ཡེ་ལ་བཀྲས་ཤྟོ་ཁོ་ནག་པོ་རེད་མོ་ནག་པོ་རེད་ཁོ་དཀར་བོ་རེད་མོ་དཀར་བོ་རེད་ཟེར་དེ་ལམ་སང་ད་བྱས་དེ་ཡོད་མ་རེད། འདི་ཐག་བཅད་བ་བྱུང་ན་ད་པད། རྒྱབ་ལྗོངས་མ་གཏིང་ཟབ་པོ་འགྲོ་དགོས་གི་རེད། བཟའ་ཚང་གཅིག་གི་གནས་སྟངས་རེད། རེད་བ། དེ་འདྲས་ཡིན་འདུག་གང་ལ། རྣམ་པ་ཚོ་དེ་འདྲས་ཀྱི་ཐོག་ལ་ལམ་སང judge མ་བྱེད། ལམ་སང་མི་ལ་ནག་པོ་མ་བཟོས། རེད་བ། འདི་ཁྱེད་རང་ཚོ་ད་རིང་འདི། འདི་དང་འདི་འདྲ་བའི་ཀྱི་ང་ཚོ་བཟའ་ཚང་གི། དེ་འདྲའི་ཐོག་ལ་དཀའ་ངལ་རབ་དང་རིམ་པ་སྔོན་ལ་བྱུང་སོང་བ། དེ་ཚོའི་རིགས་དེ་ཚོ་ལ་རོ། ལམ་སྲང་སྡོམ་བརྒྱ་ནི་ཨ་ནི་མི་ལ་ཡར་ནག་པོ་བཟོས་བ་ཡིན་ན་ལས་རྒྱུ་འབྲས་དྲུག་མར་དག། ལྟད་མོ་དེ་ག་ལི་ག་ལི་མཐོང་ཡོང་གི་རེད་རྡོག་རྒྱ་དེ་མི་ཡི་རྡོག་རྒྱ་དེ་ག་ལི་ག་ལི་ཧ་མ་གོ་བ་ཡིན་ན། ཚོད་དཔག་མ་བྱེད་ག་ལི་ག་ལི་ཧ་གོ་ཡོང་གི་རེད་མི་སྲིན་དེ་རོ། ཉི་མ་རིང་རུ་རིང་རུ་རྩམ་པ་ཞིམ་དུ་ཞིམ་དུ་ཟས་དེ།